བླ་ན་མེད་པའི་གི་ཡོན་ཏན་གྱི་ཐོག་ལ་བཤད་པ་ཡིན་ན་འགྲོ་དོན་རྒྱ་ཆེན་པོ་ཡོང་དགོས་ཀྱི་ཡོད་རེད་འགྲོ་དོན་རྒྱ་ཆེན་པོ་ཡོང་ཡ་དེ་དུས་རྒྱུན་དུ་ང་ཚོ་སྲུང་བ་ན་ཅིག་གཅིག་བསྟེན་འབྲེལ་ལུས་ལ་འདྲིས་རྟོགས་པ་སེམས་ལ་འཆར་དེ་ནས་ཅིག་གིས་གཞན་རྒྱུད་སྨིན་ཅིང་གྲོགས་ཐུབ་པའི་གི་ནུས་པ་ཡོན་ཏན་ཅིག་ཡོང་དགོས་ཀྱི་ཡོད་རེད་དེ་ག་ཚེ་དེ་ནས་ཇི་ལྟར་གཏམ་པ་ཙམ་གྱིས་ནི་ཟེར་ཡ་འདྲ་བོ་ཞིག་གི་ཐོག་ནས་མ་ཅིག་གིས་ཚིག་རིས་ཙམ་བཅོག་ནས་དཔེ་ཐོག་བྲོ་བརྡུང་བྱས་ནས་དེ་ནས་ཅིག་གིས་དབང་བསྐུར་བ་ལ་འཇུག་པ་ཡིན་ན། དབང་ཤེས་ཀྱི་རིམ་པ་དག་ཏག་ཤོག་དེ་རྗེས་སུ་གནང་བའི་རིམ་པ་ཅི་ཡང་ཐོབ་ཡ་དཀའ་ལས་ཁ་བོ་ཆགས་དེ་གས་ཡོད་རེད་དེ་འདྲ་མ་ཡིན་པ་ད་ཟ་མོ་དག་ནང་གི་དེ་ནི་ལོ་བའི་སངས་རྒྱས་མཉེས་པ་མི་དང་མི་ལྟ་བུ་བསྟེན་བྱས་ནས་དེ་དག་གི་མདུན་ནས་ཡ་ཟ་མོ་གི་གདམས་པ་དང་སྨིན་དྲུག་གི་རིམ་པ་ཐམས་ཅད་ཉམས་སུ་བླངས། དེ་ནས་འདིར་བཀོད་པ་དེ་ཡང་ལ་ནི་གཅིག་གི་རྒྱ་ཆེ་ས་གི་དགོངས་པ་ཅིག་བཞེས་ཆུང་ས་གཅིག་ལ་ཟ་མོ་བཏང་པ་ཡིན་ན་ཡང་གྲོང་ཆོག་ལ་འགྲོ་མཁན་ཐམས་ཅད་ལ་ཡང་ཕན་ཐོག་ཆེན་པོ་ཡོང་ས་རེད་གསུང་བར་བསྐོར་ཟ་མཁན་ཐམས་ཅད་ལ་དེ་ནི་བསྐོར་བསྡུས་བྱས་པ་ཡིན་ན་དེ་ལ་ཡང་གཅིག་གི་དབང་དང་ལུང་ཙམ་གྱིས་ཡོད་པ་ཡིན་ན་ཡང་ལྷ་གནས་གཅིག་གི་བརྒྱུད་པ་མེད་པ་དང་མ་འདྲ་བར་ཁྱད་པར་ཅན་གཅིག་ལ་ཡོན་ཏན་གྱིས་ཡོང་གི་ཡོད་པ་ཡིན་དུས་དེ་ཚོ་ལ་ཡང་ཕན་ས་རེད་བསམ་པ་ཅི་རེད་མ་གཏོགས་མིང་དང་སྙན་གྲགས་དང་ཐོབ་དང་གོ་གནས་དང་འཁོར་བསྡུ་ཡ་དང་ཟང་ཟིང་བསྡུས་པ་ལ་སོགས་པ་དེ་འདྲས་ཀྱི་དམིགས་ཡུལ་གྱི་ན་རེ་བ་རྐྱང་བྱས་ནས་དེ་རྩོམ་མེད་སོང་བ་རེད་འོ་དེ་ཤེས་ཡོང་ད་དེ་ཚོ་རེ་མེད་སོང་བ་དེ་ཚོ་རེ་ཏན་ང་ཚོ་ལ་གདམ་ངག་ཆགས་བསྡད་ཀྱི་ཡོད་རེད་བ་ང་ཚོ་རྗེས་སུ་འཇུག་པ་པོ་ཐམས་ཅད་གང་ཡང་ཀུན་སློང་འདུ་ཤེས་བསམ་བློ་བཏང་དང། ཆོས་ཉམས་སུ་ལེན་པའི་སྐབས་སོགས་ལ་ཡང་ཀུན་སློང་གང་འདྲ་ཞིག་བགྱིད་དགོས་ཀྱི་ཡོད། བསམ་པ་གང་འདྲ་ཅིག་སྐྱེ་དགོས་ཀྱི་ཡོད། སྦྱོར་བ་གང་འདྲ་ཅིག་གི་ཐོག་ལ་འཇུག་དགོས་ཀྱི་ཡོད་པ་དེ་ཚོའི་གྲས་དེ་བླ་མའི་གདམས་ངག་ཟེར་ཡ་དེ་ད་འདི་རང་རེད། དེ་རེད་མ་གཏོགས་ཟུར་དུ་གདམས་ངག་ཟེར་ནས་མི་ཟེར་གང་ཡང་མི་འདུག་ག་དེ་ནས་རྣམ་ཐར་ཟེར་ཡ་དེ་ཅིག་བླ་མའི་བླ་མའི་རྣམ་པར་ཐར་བ་ཟེར་བཤད་ཡོད་དུས། བླ་མའི་ལོ་རྒྱུས་ད་ཞེ་ས་མ་ཞུ་ན་ལོ་རྒྱུས་དེ་སྣང་བ་ལ་ཐོས་ཡོད་དུས་རྒྱུད་སྒྲོག་ཐུབ་ཡ་གི་ཡོན་ཏན་ཅིག་ཡོད་པ་རེད། འོ་དེ་འདྲ་ཡིན་དུས་ཨེ་ནས་རྣམ་ཐར་གྱི་ཆེ་བ་ལྟ་དེ་ཚོ་བྲིས་ཏེ་གདམས་ངག་རྣམ་ཐར་དང་འབྲེལ་རྣམ་ཐར་གདམས་ངག་དང་འབྲེལ་ནི་དེ་གཉིས་དབྱེར་མ་ཕྱེད་པའི་ཉམས་སུ་ལེན་དགོས་པའི་རིམ་པ་ལ་འཇུག་ན་དེ་ཨེ་ནས་གཅིག་གི་ཉམས་སུ་ལེན་པ་ལ་མཁས་པ་ལམ་དུ་ལེན་པའི་ཚུལ་ལ་མཁས་པ་ཟིག་ཡོད་རེད། འོ་འོ་ད་ད་གིན་སྤྱི་དང་སྐྱེས་པ་མ་ཧཱ་ཡོ་ག་ལུང་ཨ་ནུ་ཡོ་ག་རྫོགས་པ་ཨ་ཏི་ཡོ་ག་ཟེར་གསུང་ཡ་དེ་དེ་ནི་རྡོར་སེམས་ཀྱི་རྒྱུད་ཀྱི་ནང་ལོགས་ལ་ཡ། རྡོ་རྗེ་སེམས་དཔའི་རྒྱུད་ཀྱི་ནང་ལོགས་ལ། དེ་ནི་སྐྱེས་པ་མ་ཧཱ་ཡ་བ་སཱ་ཡ་སྟེ་ཆོས་ཐམས་ཅད་ཀྱི་སྙིང་པོ་ལྟ་བུ་རེད་ཆོས་ཐམས་ཅད་ཀྱི་གཞི་ལྟ་བུ་ཡིན། དེ་ནི་རྫོགས་པ་ཨ་ནུ་ཡོ་ག་སྟེ་ཆོས་ཐམས་ཅད་ཀྱི་ལམ་ལྟ་བུ་ཡིན། རྫོགས་པ་ཆེན་པོ་ཨ་ཏི་ཡོ་ག་སྟེ་ཆོས་ཐམས་ཅད་ཀྱི་འབྲས་བུ་ལྟ་བུ་ཡིན་ཞེས་བཤད་ཡོད་དོ། དེ་ནི་གཞི་བསམ་གྱིས་མི་ཁྱབ་པ། ལམ་བསམ་གྱིས་མི་ཁྱབ་པ་འབྲས་བུ་བསམ་གྱིས་མི་ཁྱབ་པ་ལ་སྦྱར་བ་རེད་ད་དེ་འདྲ་དེ་ཡང་རྡོ་རྗེ་སེམས་དཔའ་རང་གི་ཐོག་ལ་སུས་སྦྱར་ཡོད་དེ་ཡང་རྡོ་རྗེ་སེམས་དཔའ་སེ་ཡ་གི་རྣམ་པ་གཉིས་དེ་ཡང་དེ་ནི་གཞི་རྡོ་རྗེ་སེམས་དཔའ། ལམ་རྡོ་རྗེ་སེམས་དཔའ་འབྲས་བུ་རྡོ་རྗེ་སེམས་དཔའ་སེ་ཡ་དེ་ཕྱི་ལྟ་ཏུ་སྦྱར་ནས་ཁྱེར་བར་བྱེད། ནང་ལྟ་ཏུ་སྦྱར་བ་ཡོན་ཏན་བསམ་པ་ལ་དེ་འདྲ་སྟེ། དེ་ནི་སྐྱེས་པ་མ་ཧཱ་ཡོ་ག་ལ་སྦྱར་བའི་གེགས་བཞི་རྡོ་རྗེ་སེམས་དཔའ། ལུང་ཨ་ནུ་ཡོ་ག་ལ་སྦྱར་བའི་གཞི་རྡོ་རྗེ་ལམ་རྡོ་རྗེ་སེམས་དཔའ། རྫོགས་པ་ཆེན་པོ་ཨ་ཏི་ཡོ་ག་ལ་སྦྱར་བའི་འབྲས་བུ་རྡོ་རྗེ་སེམས་དཔའ་ཞེས་བཤད་ཡོད་འདུག་དེ་ནི་བསྐྱེད་རྫོགས་སྡེ་གསུམ་དེ་ཡང་རྒྱུད་རྡོ་རྗེ་སེམས་དཔའ་ལ་ཡང་སྦྱར་ནས་བཤད་པའི་གེགས་རིམ་པ་གཅིག་ཡོང་གི་ཡོད་རེད་ད་དེ་ཚོའི་གྲས་དེ། ཕྲ་མོ། རགས་པ། མ་རེད་རགས་པ། ནི་ཕྲ་བ་ཤིན་ཏུ་ཕྲ་མོ་གསུམ་གྱི་རྣམ་གཞག་དག་ནི་ཡོང་གི་ཡོད་རེད་བ། དེ་རེད་ད་དང་པོ་སྐྱེས་པ་མ་ཡོ་གའི་སྐོར་ལ་གཉིས་རྒྱ་ཆེ་བ་རྩ་བ་བཅུ་པ་ལ་རྒྱུད་སྡེ་ལྔ་ཟབ་པ་ལ་ནི་འདྲི་བ་ལ་སྒྲུབ་སྡེ་ཨེས་བྱས་ནས་གཉིས་དང་རྒྱུད་སྡེ་དང་སྒྲུབ་སྡེ་གཉིས་བཤད་པ་རེད་ད་ནི་དང་པོ་རྒྱུད་སྡེ་དེ་ལ་ཡང་རྒྱུད་སྡེ་ལྔ་ཟེར་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ལྔ་ཡི་རྩ་བ་བཅུ་པ་ལ་ཡ་ད་ནི་རྒྱུད་སྡེ་ལྔ་ཨེས་བྱས་ནས་མིང་བཏགས་པ་རེད་ད་ནི་ཡང་སྒྲུབ་པ་སྒྲུབ་པ་དེ་ལག་ལེན་རེད་བ་ལག་ལེན་དུ་སྟོན་པ་ལ་ཡ་ད་ནི་གཅིག་རོལ་པའི་རྒྱུད་སྡེ་ལྔ་ཨེས་དེ་མིང་ཁོ་རང་བཏགས་ཡོད་འདུག། རྩ་བར་ཆོད་པའི་རྒྱུད་སྡེ་ལྔ། སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ལྔ་ཡི་རྩ་བར་ཆོད་པའི་རྒྱུད་སྡེ་ལྔ། སྒྲུབ་པ་ལག་ལེན་དུ་སྟོན་པའི་རོལ་བའི་རྒྱུད་སྡེ་ལྔ། བསྐྱོད་པ་ཡན་ལག་ཏུ་འགྲོ་བའི་གྱི་རྒྱུད་སྡེ་ལྔ། མ་ཚང་བ་ཁ་སྐོང་བའི་གྱི་རྒྱུད་སྡེ་གཉིས། དེ་ཐམས་ཅད་ཀྱི་ཡིའམ་རྩ་བར་ཆོད་པ་སྟེ་དང་རྡོ་རྗེ་སེམས་དཔའ་ལ་ཐུག་གི་ཡོད་རེད་རྡོ་རྗེ་སེམས་དཔའ་སྒྱུ་འཕྲུལ་དྲ་བ། པདྨ་གསང་བའི་སྙིང་པོ་སྟེ་དེ་ལ་བརྟེན་ནས་དང་གསང་ཆེན། རྡོ་རྗེ་ཐེག་པའི་གྱི་ལམ་ལོང་ལ་ཡང་བསྟན་དགྲ་ཆེན་པོ་སྟེ་བཅོ་བརྒྱད་སོགས་གྲགས་པ་ཟེར་ཡ་དེ་ད་དེ་འདྲས་སུ་ཡོང་གི་ཡོད་རེད་བ། ཕྲིན་ལས། ད་ལྟ་འདིར་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་རྩ་བ་གཅོད་པའི་རྒྱུད་སྡེ་ལྔ་བཅས་སྒྲུབ་པ་ལག་ལེན་དུ་སྟོན་པར་གཅོད་པའི་རྒྱུད་སྡེ་ལྔ། གཅོད་པ་ཡན་ལག་ཏུ་སྒྲུབ་པའི་ཡན་ལག་ལྔ། རྒྱུད་སྡེ་ལྔ་མ་ཚང་བ་ཁ་སྐོང་བའི་རྒྱུད་སྡེ་གཉིས་དེ་ཐམས་ཅད་ཀྱི་རྩ་བ། དེ་ནས་སྤྱི་རྒྱུད་རྡོ་རྗེ་སེམས་དཔའ་སྒྱུ་འཕྲུལ་དྲྭ་བ་པ་གསང་བའི་སྙིང་པོ་འོད་གསལ་ཡུལ་དུ་བསྟན་དགྲ་ཆེན་པོ་སྡེ་བཅོ་བརྒྱད་བྱས་ཏེ་དེ་འདྲ་ཞིག་ཡོང་གི་ཡོད་རེད། ཁ་སང་ཞུས་པ་ལྟར་དུ་རིག་བྱེད་ལྟ་ཅི་མཛོད་ཆེན་མོ་ནང་དུ། བདག་སྡོམ་རྒྱ་ཡོན་དུ་བྱིན་རླབས་ཀྱི་རྩ་བ་བླ་མ། དེ་ནས་དེ། དངོས་གྲུབ་ཀྱི་རྩ་བ་ཡི་དམ་དང་ཡི་དམ་ལ་ད་ལྟ་འདི་སྒྲུབ་པ་འདི་བྱེད་བྱེ་བྲག་ཏུ། སྒྲུབ་པའི་སྐོར་ལ་རྒྱས་ཟེར་ཡག་དེ་སླེབས་ཡོང་གི་ཡོད་རེད་དེ། འཇམ་པ་སྐུ། པདྨ་གསུང། ཡང་དག་ཐུགས། བདུད་རྩིའི་ཡོན་ཏན། ཕུར་པ་ཕྲིན་ལས་མ་མོ་རྦོད་གཏོང་འཇིག་རྟེན་མཆོད་བསྟོད་དམོད་པ་དྲག་སྔགས་བསད་རྒྱ་ནས་སྒྲུབ་པ་ཆེན་པོ་སྡེ་བརྒྱད་བྱེ་བྲག་ཏུ་བཤད་ཡོང་བ་རེད་དེ་ལ་འཇིག་རྟེན་ལས་འདས་པ་ལྔ། དེ་ནས་སོ་མཚམས་པ་དང་གཅིག། འཇིག་རྟེན་པ་གཙོ་བོ་སྟོན་པ་གཉིས་ཞེས་བཤད་ཡོད་དོ་འཇིག་རྟེན་ལས་འདས་པ་ལྔ་བསད་ཡོད་འདུག་འཇམ་པ་སྐུ་པད་མ་གསུང་ཡང་དག་ཐུགས་བརྩེ་འཛིན་ཡོན་ཏན་ཕུར་པ་ཕྲིན་ལས་དེ་ལྔ་དེ་ལ་འཇིག་རྟེན་ལས་འདས་པ་ལྔ་ཡོང་གི་ཡོད་རེད། སོ་མཚམས་པ་གཅིག་ཟེར་བའི་སྐབས་སོགས་ལ་མ་མོ་རྦོད་གཏོང་དེ་རེད།